ད་འང་སྙིང་པོ་དེ་ཐ་སྙད་དུ་རང་མཚན་ཁེ་ཡག་ཟེར་ངེས་ད་དེ་རྙོག་དྲ་ཚ་ཤོས་དེ་རེད་ཤག། ཨ་ར་གཅེར་བུ་ཞིག་ལྷག་མཐོང་ཆེན་མོའི་བུ་ལབ་ཚིག་བྱས་ནང་ལས་ཡ་ཨེ་ནི། ཟབ་མོ་དབུ་མའི་གཞུང་ལ་སྦྱངས་པའི་གྲོགས། ཁྱོད་ཀྱི་ལོ་ངོ་རང་བཞིན་མེད་པ་ལ་རྒྱུ་འབྲས་རྟེན་འབྲེལ་འཇོག་པ་དཀའ་མོད་ཀྱང་དེ་འདྲ་དབུ་མའི་ལུགས་ནས་ཡིན་ནོ་ཞེས་དེ་སྐད་སྨྲ་བའི་ཚུལ་བསྟན་ན་མཛེས་ཟེར་ནས་གསུང་ཡ་འདི།

མ་རབས་བཞད་བྱས་ཨེ་ཁ་བོ་དོ། ཚེ་འདི་འདྲ་ཡིན་དུས་ཁྱོད་ཀྱི་ལོ་ངོ་རང་བཞིན་མེད་པ་ལ་རྒྱུ་འབྲས་རྟེན་འབྲེལ་འཇོག་པ་དཀའ་མོད་ཀྱང། དེ་འདྲ་དབུ་མའི་ལུགས་ནས་ཡིན་ནོ་ཞེས་དེ་ག་མ་བའི་ཚུལ་དུ་བསྟན་ན་མཛེས་ཟིན། ད་འོ་མྱོང་ཐོག་ནས་དགག་བྱ་ཁེགས་པ་བྱུང་ན། དགག་བྱ་ཁེགས་པའི་ཤུལ་དེ་ལ་མིང་བྱང་བཏགས་ཡོད་ཙམ་ཤོད་ཅིག་ཨེ་ནི་ཤུལ་དུ་ལུས་དེ་ངས་ཅིག་དེ་མྱོང་ཐོག་ནས་ཅིག་ངས་མ་གཏོགས་ཁ་བོ་ཤ་ཡི་ཟེར།

དེ་དང་དེ་ནི་སྟོང་ཉིད་འགྱུར་བྱེད་ནི་མིན་ཏེ། དེ་ཁོ་ན་ཉིད་ཟེར་ཡ་གི་རྟེན་རྟེན་འབྱུང་གི་དེ་ཁོ་ན་ཉིད་ཟེར་ས་དེ་ཆོས་ཉིད་ཡིན་པ་རེད། ཆོས་ཉིད་ཟེར་ཡ་དེ་ཆོས་ཅན་གཅིག་གི་ཁྱད་པར་ཡིན་པ་དང་ཆོས་ཅན་གཅིག་གི་གནས་ལུགས་ཡིན་པ་རེད། ས་དེ་འདྲ་ཡིན་དུས། རྟེན་ཅིང་འབྲེལ་པར་འབྱུང་བའི་ཆོས་ཉིད་དེ་བཞིན་ཉིད་ཟེར་ས་ནི་རྟེན་ཅིང་འབྲེལ་པར་འབྱུང་བ་ཡི་འགན་བྱེད་ཀྱི་ཆོས་ཅན་གཅིག་གི་ཁྱད་གཞི་གཅིག་གི་ཁྱད་ཆོས་ཤེས་ཡོང་བ་ཡིན་དུས།

སྟོང་པ་ཉིད་ཟད་ཁོ་རང་ག་རེ་ཟེར་ལབ་ན། དཔེར་ན། གཟུགས། གཟུགས་ཀྱི་ཆོས་ཉིད་ཟེར་ལབ་ན། གཟུགས་ཁོ་རང་རང་བཞིན་གྱི་གྲུབ་པའི་སྟོང་བ་དང་ཟད་པ་རེད་མ་གཏོགས། ཆོས་ཅན་གཟུགས་དེ། ཐོ་ཐོ་རེག་རེག་མ། ཐོ་ཐོ་རེག་རེག། མེད་པ་གཅིག་རེད། དབྱེ་ནི། གཟུགས་རེད། གཟུགས་ཀྱི་ཆོས་ཉིད་ཟད་ཅིག་མེད་པ་ཡིན་པ་རེད། ཤེས་སོང་ང། ཅི་སྟེ་བཅོམ་ལྡན་འདས་ཀྱིས། ང་ད། དེ། ཉི་ཁྲིའི་ནང་ནས་དེ་གསལ་པོ་ཤོད་ཤེས་ཐུབ། ཨ་ས། ཨ།

ཁོ་རང་གི་གནས་ལུགས་སུ་སྤྲུལ་པའི་སྟོང་ཟེར་བཞིན་ལབ་པ་ཡིན་ན། གཟུགས་ཁོ་ལ་རིགས་མི་འདུག་པ། གཟུགས་ཁོ་ལ་གོ་ཆོད་ཐིག་མི་འདུག་པ་ཅིག་གོ་སོང་ཡང། བློ་རྣོན་མེད་ལ་སྣང་བའི་དབང་གིས་བཞག་པ་མ་ཡིན་པར། སྣང་བའི་དབང་གིས་བཞག་པ་རེད་ད། བྱས་ཙང་ཀ་གཟུགས་ལ་སོགས་རེད་གཟུགས་འཛིན་ཤེས་པ་ལ་གཟུགས་སྣང་བའི་དབང་གིས་གཟུགས་བཞག་གི་ཡོད། བྱས་ཙང་གཟུགས་འཛིན་ཤེས་པ་ལ་སྣང་ཡང་ཡང་གི་གཟུགས་དེ་གཟུགས་དེ། བདེན་གྲུབ་སྨོན་གྱི་ཡོད་པ་དང་ཐལ་འགྱུར་བའི་ལུགས་ཀྱིས། རང་རྒྱུད་པའི་ལུགས་ཀྱིས་དགག་བྱ་དེ་བ་དབང་ཤེས་ལ་མི་སྣང་ཟེར་ས་ནི། དེ་མེ་དེ་མེ་མ་ཅིག་གི་དགག་བྱ་བཤད་ཡི་འདུག་བ། ས་དེ་མེ་མ་ཅིག་གི་དགག་བྱ་བཤད་ཡི་འདུག་ས་ནི། སྣང་ཙམ་གྱི་གཟུགས་དེ་ལ་གུ་ཅོ་ཐིག་གི་མི་འདུག་བ། ཤ་ཚོང་བ། བྱས་ཙང་ཀ། མདོ་དེ་མདོའི་ནང་ལ་ཤི་ཀ་རེ། ཉི་ཁྲི་ན་གསུམ་བྱས་པ་ཁོ་ཏག་ཏག། གཟུགས།

སྟོང་པ་ཉིད་གཟུགས་སུ་གསལ། ན་དེ་འདྲ་ཡིན་དུས་སྟོང་པ་ཁོ་ན་ཁོ་གཟུགས་ཡིན། ད་དེ་ལྟར་ན། གང་ཞིག་འོད་དེ་ཆོས་ཅན་དང། དཔེར་ན་གཟུགས་ལ་འོད་ཆགས་ཤར་ན་ཆོས་ཅན་གཟུགས་དེ་དང་དེའི་ཆོས་ཉིད་གཟུགས་ཀྱི་སྟོང་པ། གཟུགས་ཀྱི་སྟོང་ཉིད། དེ་གཉིས་པོ་དེ། ངོ་བོ་གཅིག་ཏུ་ཡོད་དེ་ངེས། ད་ཐ་སྙད་བཅད་པའི་བློའི་ངོ་ལ་བསྙད་ཡ་དེ་གཟུགས་ལ་བཞག། མ་དག་མ་བྱས་པའི་ངང་ལ་བཞག་སྟེ། དེའི་སྟེང་གི་དམ་དྲག་ནོན་པ་ཞིག་ལབ་དུས། གཟུགས་ཁོ་རང་ལ་དམིགས་ནས་དེའི་གནས་ལུགས་ག་རེ་རེད་བསམ་ནས་དེའི་སྡོད་ལུགས་ཡིན་ལུགས་ག་རེ་རེ་ཞིག་ལབ་ཡོང་དུས་གཟུགས་རང་བཞིན་གྱིས་གྲུབ་པའི་སྟོང་པ་མཐོང་བདེ་ཡག་གི་ངོ་བོ་དེ། མཐར་ཐུག་བརྗོད་པའི་བློ་ཡི་ཉེས་སྐྱོན་ཆེ་བས་གཟུགས་ཁོ་རང་གི་སྟེང་ལ་ལངས། ས་དེ་འདྲ་ཡིན་པ་ཡིན་དུས་དེ་གཉིས་པོ་དེ། བྱས་མི་དག་ནང་བཞིན་ཨེ་ནི། ལ་སོགས་རེ་རེ་ངོ་བོ་ཞིག་ལ་རྟོག་པའི་ཕྱིར་ཡིན་པ་རེད། མེད་ན་མི་འབྱུང་ངེས་པའི་ཕྱིར་བྱས་དང་མི་དག་ཇི་བཞིན་ནོ། ད་འདི་ཞིག་ཤེས་དགོས་འདུག་ཨ་བསམ་བློ་བཏང་བ་ཡིན་ན། ད་ད་གིས་ཡང་དེ་ཡིག་བཏགས་ཏེ་འདི་བྱས་པ། གང་ཟག་རང་གི་ཐོས་པའི་རྫས་སུ་གྲུབ་པའི་དག་བཀག་ནས། ད་གང་ཟག་རང་གི་ཐོས་པའི་རྫས་ཡོད་ཀྱི་སྟོང་ནས་ད་བདག་མེད་ཅིག་འདུག་ཨ། དེ་བདེན་པར་བ་ད་དེ། དོན་ལ་གནས་པ་ཞིག་ལ་ད་བློས་བྱས་ཀྱི་བཏགས་བ་ཕལ་ཆེར་མ་རེད་ད་དེ། གང་ད་དེ། དོན་ལ་གནས་ཏེ་བ་ད། དོན་ལ་ཚོད་ད་ད་རང་སེམས་ཡིན་པའི་གང་ཟག་ཅིག་པོ་དེ། རང་གི་ཐོས་པའི་རྫས་ཡོད་ཀྱི་རྫས་ཡོད་ཀྱི་གྲུབ་པའི།

སྟོང་བ་ངེས་པའི་ལྟ་བ་དེ་བྱེད་པ་མ་ཉམས་པ་ཅིག་ཡོད་པའི་རིང་ལ་གཟུགས་བཟང་ངན་གཟུགས་རང་གཟུགས་བཟང་ངན་རང་བཞིན་གྱིས་གྲུབ་པར་སྣང། སྣང་བ་དག་ཏུ་འཛིན་པའི་སྟེང་ནས་དྲངས་པའི་ཆགས་སྡང་དེ་ད་དུང་སྐྱིད་འདུག། དེ་སོང་བ་ད་ད་ག་ནས་ཤིག་རང་རྒྱུད་པའི་བློ་གནོད་མེད་ལ་འཕྲལ་གྱི་འཁྲུལ་རྒྱུ་གནོད་པ་མེད་པའི་དབང་པོ་ལས་ཡར་སྣང་བའི་དབང་གིས་བཞག་པ་མ་ཡིན་པར་ཡུལ་རང་གི་ཐུན་མོང་མ་ཡིན་པའི་སྡོད་ལུགས་ཀྱི་ངོས་ནས་གྲུབ་པའི་སྟོང་བ་རེད་ཟེར་ནས་ཁོ་རང་ཁོ་རང་གི་གནས་ལུགས་སུ་གྲུབ་པའི་སྟོང་བ་རེད་བསམ་པ་འདྲ་བོ།

ལྷ་ཚོགས་ལ་ཟུག་སྟེ་བཟང་ངན་དུ་བཟང་ངན་དུ་མཚན་མར་འཛིན་པའི་བློ་ཡིས། གནས་སར་འཁོར་མི་འདུ་བ། གཞན་ས་འགའ། གནས་བྱའི་སེམས་དང་ལྡན་པ་ལ་ཉོན་མོངས་དུག་ཅན་ཅིས་མི་འབྱུང། དེ་འདྲའི་གི་སེམས་ཀྱི་དམིགས་གཏད་བྱ་སའི་ཡུལ་གཅིག་པའི་གནས་ནི་ལྷག་བདེ་ཡོད་ན། དེ་ལ་དམིགས་པའི་ཆགས་སྡང་གི་བློ་སྐྱིད་རེ་རེ་ཟེར། གནས་བྱའི་སེམས་དང་ལྡན་པ་ལ་ད་ཉོན་མོངས་ཕྲ་མོ་ཞེས་བ་དང་ཉོན་མོངས་དུག་ཅན་ཅིས་མི་འབྱུང།

རེད་བ། དེ་ཡིས་ནི་ག་སོགས་རེད་བ་ལས་རང་རྒྱལ་གཙོས་པའི་རྫས་ཡོད་ཀྱི་བདག་གིར་བལྟ་ཡ་སོགས་རེད་བ་ལས་རྩ་བ་ནས་ཡོད་ན་མེད་བལྟ་བ་བྱེད་ས་དེ་འདྲ་ཡིན་དུས་ལྟ་བ་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་དེ་ཟེར་བ་ཡོད་པའི་རྒྱུ་མཚན་ད་དེ་ཐུགས་བསམ་བཏང་ནས་གསལ་པོ་ཆགས་མི་འདུག་དེ་བཅོམ་ལྡན་འདས་ཀྱིས་ལྟ་བ་ཕྱི་མ་དེ་ཡག་གི་རེད་ཟེར་གསུངས་བ་རྒྱུ་མཚན་དུ་བྱེད་ཀྱི་ཡོད་མ་རེད་བ། སོགས་བསམ་བཏང་བ་ཡིན་ན། ལྟ་བ་སྔ་མ་སྔ་མ་ལས་ལྟ་བ་ཕྱི་མ་ཕྱི་མ་རྒྱ་ཆེ་ཆེ་ཆེ་རུ་དང་ཟབ་ཟབ་ཟབ་ཟབ་ཕྱིན་བལྟ་བ་བྱེད་ཀྱི